ད་ཡིན་ནས་ང་རང་ད་ཅིག་ལོ་མང་པོ་ཅིག་རིང་ག་ལ་གསར་འགོད་པ་ཆེ་བས་ཀྱི་ཉམས་མྱོང་ལ་གཞིགས་པ་ཡིན་ན། ཅིག་གསར་འགོད་པ་ཅིག་ཡིན་པ་ཡིན་ན་གནས་ཚུལ་ག་རེ་ཡིན་ནའི་ཁ་གསལ་བོ་ཅིག་དང་པོ་རྟོགས་ཐུབ་པ་དགོས་ཀྱི་འདུག་བསམ་གྱི་འདུག་རོ། ཨ་རྟོགས་ཐུབ་པ་དེ་ཨེ་ནི་ཕ་ཅིག། ག་ཚོད་ཀྱི་ཁ་གསལ་གསལ་ད་ད་དྲང་པོ་ཅིག་ཐོག་ནས་ད་ཅིག་མི་མང་ལ་ཡང་ངོ་སྤྲོད་བྱེད་དགོས་ཨ་དེ་གལ་ཆེ་ཤོས་འདུག་ཅེས་ལ་ང་རང་ངོས་འཛིན་བྱེད་ཀྱི་ཡོད།
པད་མ་ཁྱེད་ལ་ད་ཅི་སྟངས་ནས་གསར་འགོད་པའི་དགེ་རྒན་གཙོ་བོ་དེ་ཅི་སྟངས་ཐོག་ནས་ཞུས་པ་ཡིན་ན་ར་བ། གནས་ཚུལ་ག་འདྲི་བྱིན་པ་ཡིན་ནས་ད་མི་མང་གི་དོ་སྣང་བྱེད་བཞིན་པ་དང་སྤྱི་ཚོགས་ནང་ལོགས་ལ་མི་མང་གི་དོ་སྣང་བྱེད་བཞིན་པ་དང་དོ་སྣང་བྱེད་དགོས་པའི་གནད་དོན་ག་འདྲི་བྱིན་ཡིན་པ་ཡིན་ནས་དེ་ཐོག་ལ་རྟོག་ཞིབ་བྱེད་ཨ་ནི་དེ་གནས་ཚུལ་དྲང་པོ་ཡིན་མིན་དེ་རྟོག་ཞིབ་ཡག་པོ་བྱེད་ཨ་འདི་གོ་བདེ་བོའི་ཐོག་ནས་ར་བ་གནས་ཚུལ་དེ། ཇི་མ་ཇི་བཞིན་ཕྱོགས་གཉིས་སུ་མ་ལྷུང་བའི་ཐོག་ནས་མི་མང་ལ་གོ་བདེ་བོའི་ཐོག་ནས་ནི་གཅིག་གསར་ཤོག་རེད་རླུང་འཕྲིན་རེད་བརྙན་འཕྲིན་བརྒྱུད་ལམ་གང་ཅིའི་ཐོག་ནས་ད་བརྒྱུད་སྤྲོད་བྱེད་ཡ་དེ་ད་སྤྱི་བཏང་གི་གསར་འགོད་པའི་ལས་འགན་ཞིག་མཐོང་གི་འདུག་ད་ཡིན་ནའི་ང་རང་དགྲ་བོ་ཆགས་བཞག་པ་ཡིན་ན་ང་དང་ང་རང་གི་ལས་རོགས་རྣམས་དགྲ་བོ་ཆགས་བཞག་པ་ཡིན་ན་ང་ཚོ་བཙན་བྱོལ་ནང་གི་གསར་འགོད་པ་བྱ་དགོས་ར་བ། ད་འདི་རང་དབང་ཅན་གྱི་གསར་འགོད་པ་གཞན་དག་དང་མ་འདྲ་ཆགས་ཀྱི་ཡོད་རེད་བསམ་གྱི་འདུག་ཨ་བཙན་བྱོལ་ནང་གི་གསར་འགོད་པ་ཅིག་ཡིན་དུས་ང་ཚོ་ལ་འོས་འགན་དམིགས་བསལ་བྱས་ཡོད་རེད་བསམ་གྱི་འདུག་བྱས་ཙང་ང་ཚོ་འགྲོ་བའི་ན་གསར་འགོད་པ་ཅིག་མ་ཆགས་དངོས་ལས་བོད་མི་ཕྱི་ར་བ་དེ་ཡིན་དུས་གསར་འགོད་པ་ང་རང་ཚོ་ནང་ཁུལ་ལ་སྐབས་རེ་གསར་འགོད་པ་ཙམ་མ་ཡིན་པར་གསར་འགོད་ཀྱི་ལས་འགུལ་བ་དེ་འདྲས་ང་ཚོ་ད་བོད་དོན་ལ་ཅིག་གསར་འགོད་ཐོག་ནས་ལས་འགུལ་སྤེལ་མཁན་ཅིག་ལས་སོ་སོ་སོ་འགྲེལ་བཤད་རྒྱག་མཁན་དེ་འདྲས་ཡོད་རེད་ད་གང་ལྟར། དཔེར་ན་འགྲོ་བའི་ཞོལ་བའི་ནང་གནས་ཚུལ་ག་རེ་ཅིག་སྤེལ་བ་ཡིན་ནས་ད་ང་ཚོ་འགྲོ་གི་ཡིན་ན་བོད་ནང་གི་གནས་ཚུལ་དེ་འདྲ་སྤེལ་བའི་སྐབས་ལ་ཕྱོགས་གཉིས་སུ་མ་ལྷུང་བ་བྱས་ནས་ཁ་ལ་དེ་ཁྱི་བྱས་ཨ་ནི་ད་ཅིག་རང་དབང་ཅན་གྱི་གསར་འགོད་པ་ནང་བཞིན་བྱས་ནས་ཅིག་བཙོང་ཁང་ནང་ལོག་ལ་སྡུག་སྦྱོང་མྱངས་མཁན་དང་སྡུག་སྦྱོང་གཏོང་མཁན་གཉིས་ཀ་གི་ཨ་ནི་ཅིག་བསམ་ཚུལ་ཕ་གི་ནང་ལོག་ལ་སླེབས་པ་བྱས་ནས་ཕྱོགས་གཉིས་སུ་ལྷུང་ཡ་ཡོད་མ་རེད་ལ་ནི་དེ་འདྲའི་བྱས་དེ་འདྲ་ཡོང་གི་མ་རོ་བྱས་ཙང་དེ་ལོ་ག་བྱོས་རེད་བསམ་མདོག་གང་ལྟར་མདོག་མདོག་ཞུས་པ་ཡིན་ན་ཅིག། བཙན་བྱོལ་ནང་གི་གསར་འགོད་པ་ཅིག་ཡིན་དུས་བསམ་པ་ལ། ཅིག་ཐ་མ་ཆོས་རང་དབང་མེད་པ་ཚོ་ལ་དྲིན་ཚབ་པ་ནང་བཞིན་བྱེད་སྦྱོར་བ་འདི་ང་ཚོས་ཀྱི་ལས་འགན་དེ་བས་ཆེ་ཡོད་རེད་བསམ་གྱི་འདུག་གང་ཟག་ད་བོད་ནང་གི་བོད་མི་ཚོ་ཡིན་པའི་ནས་ཁོང་ཚོའི་ཆེད་དུ་ཅིང། རྒྱལ་སྤྱི་གི་རང་དབང་དམ་པའི་གསར་འགོད་པ་དང་བསྡུར་བ་ཡིན་ན་ང་ཚོ་ཅིག་བཙན་བྱོལ་ལ་ཡོད་པའི་གི་གསར་འགོད་པ་དེ་ཚོ་ལ་འགན་ཆེ་ཡ་དང། ཅིག་རང་དབང་གི་འཁོར་ཡིག་དེ་དེ་ཆུང་བ་ཡོད་རེད་བསམ་གྱི་འདུག་པ་ཡིན་ན་ཡང་ང་ཚོ་བཙན་བྱོལ་ལ་ཡོད་པའི་གི་གསར་འགོད་པ་དེ་ཚོ་ད་གཞུང་འབྲེལ་ཡིན་ན་རེད་གཞུང་འབྲེལ་མ་ཡིན་པ་ཡིན་ན་རེད་གང་ལྟར་ཁོར་ཡིག་འདིའི་ནང་ལ་ཡོད་པའི་གི་གསར་འགོད་པ་དེ་ཚོ་གི་ད་ཅིག་གཞུང་མང་གཉིས་ཀའི་པར་རོ་གི་ཟམ་པ་ཅིག་དང་ཨ་ནི་ལྷག་པར་དུ་ཨ་ནི་བོད་ལ་ཡོད་པའི་གི་བོད་མི་ཚོ་གི་གཙོ་བྱས་པའི་གི་ད་ཅིག་སྨྲ་བརྗོད་གི་རང་དབང་མེད་རྒྱུ་གི་མི་མང་གི་མགྲིན་ཚབ་པ་ཡག་པོ་ཅིག་བྱེད་དགོས་ཨ་དེ་ང་ཚོ་གི་འགན་ཆེ་ཤོས་དེ་རེད་བསམ་གི་འདུག། ད་རྒན་དེ་དང་མཉམ་དུ་ང་ཚོ་གཅིག་སྤྱི་ཚོགས་ཀྱི་གནས་ཚུལ་ག་འདྲ་ཅིག་ལེན་པ་ཡིན་ནའི་ཅིག་བསམ་བློ་གུ་ཡངས་པོ་དང་ཅིག་ཕྱོགས་སུ་མ་ལྷུང་བ་ཅིག་བྱེད་དགོས་དེ་ང་ཚོ་ཅིག་ལེགས་སྐྱེས་ཀྱི་འོས་འགན་རེད་བསམ་གྱི་འདུག། ང་ཚོས་སྤྱི་ཚོགས་ཀྱི་གནས་ཚུལ་ག་འདྲ་ཅིག་ལེན་པ་ཡིན་ནའི་ཡང་ཅིག་རྒྱུ་མཚན་དང་ལྡན་པ་ཅིག་ལས་རྒྱུ་འབྲས།

ད་ག་ནང་བཞིན་གྱི་ང་ཚོས་ཅིག་ལྟ་ཅིག་སྤྱི་ཚོགས་ཀྱི་ལྟ་ཅིག་གོང་འོག་བར་གསུམ། ལྟེ་བ་དང་ཟ་ཟུར། ག་བ་ཅིག་ན་སྐྱོན་དང་ནོར་འཁྲུལ་ཡོང་གི་ཡོད་ན། ཨན་དེ་ལ་འཛུགས་འགོ་བཙུགས་ཐུབ་དགོས་པའི་གི་འགན་དེ་ང་ཚོ་ཅིག་སྤྱི་ཚོགས་ཀྱིས་བསྐུར་ཡོད་རེད་བསམ་གི་འདུག།
འགན་གཙོ་བོ་དེ་ད་ང་ཚོ་གནས་ཚུལ་ག་རེ་ཡིན་ནས་དེ་མི་ཚང་མ་ལ་ཨ་ནི་དྲིལ་བསྒྲགས་གནང་དྲིལ་བསྒྲགས་བྱེད་དུས་ཨ་ནི་བདེན་པ་དེ་བྱེད། ཨ་ནི་ག་རེ་ཡིན་ནས་བདེན་པ་དེ་བྱེད་ཨ་ནི་ཕྱོགས་གཉིས་སུ་མ་ལྷུང་བ་བྱེད། ཨ་ནི་འདི་གང་ལ་ཨ་ནི་གནས་ཚུལ་བཀོད་དུས་ཨ་ནི་གནས་ཚུལ་དེ་ལ་འགན་ཁུར་བྱེད་ཅོར་བ Accountability ཞིག་ཡོད་དོ་ཨ་ནི་ད་འོ་འདི་ཁྱི་ཁྱི་དགོས་འདི་ཁྱི་ཆེན་པོ་མཐོང་གི་འདུག་ཨ་ནི། ལས་སུ་བཀྲི་ཤིས་བདེ་ལེགས།

གཞུང་ལ་ཡར་སྤྲད་ཐུབ་དགོས། ཨ་ནི་གཞུང་དང་ད་ཡང་ན་ཅིག་མཁས་དབང་དང་ལས་འཁྱེར་བ་དང་དེ་འདྲ་ཡིན་ན་དེ་ཚོ་ལ་འཆར་སྣང་ག་རེ་ཡོད་དེ། མང་ཚོགས་ནང་ལ་གསལ་བོ་ཆགས་ཀྱི་མེད་ན། དེ་བས་མང་ཚོགས་ནང་གསལ་བོ་བཟོ་དགོས་རེད་ཟེར་འགྲོ་བ་ཆིག་ད་དེ་འདྲ་འགྲོ་ཚིག་ཆིག་སྟངས་གི་ཚང་མ་ཤེས་བསྡད་ཡོད་རེད་བ། ད་རེས་ང་རང་ཚོ་ཡང་བོད་པ་གི་སྔོན་འགྲོ་བཤད་ཡིན་ན་ཡང་བོད་པ་གསར་འགོད་པ་དེ་ཚོ་མང།

ད་ལྟ་གི་རང་དབང་གསར་འགོད་པ་ཞིག་ཡིན་པ་ཡིན་ན་སྤྱི་ཚོགས་ཀྱི་གནད་དོན་ཞིག་ཡོད་ཁ་དེ་ལ་ག་འདྲ་ཞིག་བལྟ་དགོས་རེད།
ད་སྤྱི་ཚོགས་ཀྱི་གནད་དོན་ལ་ལྟོས་ཙམ་པར་སྤྱི་ཚོགས་ཀྱི་གནད་དོན་འདྲ་མི་འདྲ་མང་པོ་ཡོད་རེད། སྤྱི་དང་ད་ཅིག་ང་ཚོ་ཚང་མ་ལོག་བཙན་བྱོལ་བ་ཞིག་ཡིན་དུས་ཙམ་པར་ལ་ཡང་བསམ་བློ་མང་པོ་ཞུགས་ཅིག་བཏང་དགོས་རེད་བསམ་གྱི་འདུག་ར། ང་ཚོ་རང་དབང་ཡོད་པའི་གི་རྒྱལ་ཁབ། གི་གསར་འགོད་པ་ན་ཤི་ཆེ་ནི་ཅིག་འདྲ་མི་འདྲ་ཚང་མ་བྱས་ཡོད་རེད་བསམ་གི་མི་འདུག་ད། སྤྱི་ཚོགས་ལ་འགན་བཅས་འཁྱེར་དགོས་རེད་དམིགས་བསལ་གྱི་འཐབ་རྩོད་ཅིག་གི་འགན་འཁྱེར་དགོས་དུས་ཙམ་པར་ཡང་བསམ་བློ་འཕར་མ་བཅས་བཏང་དགོས་རུ་དེ་སོང་ཙང་ང་ཚོས་ཀྱི་གསར་འགྱུར་བཀོད་པའི་སྐབས་ལ་ཡ། འདི་གི་སྤྱི་ཚོགས་ལ་བརྡབ་གསིག་འགྲོ་གི་འདུག་མི་འདུག་གནས་ཚུལ་དེ་དཔེ་ནས་སྤྱི་ཚོགས་ལ་ཕན་ཐོགས་ཡ་འདུག་མི་འདུག་འདི་ལྟ་ཡ་དེ་ང་རང་ངོ་ནས་ཡིན་ན་གལ་ཆེན་པོ་དཔེ་རེད་ཤག་བསམ་གི་འདུག།
Well, as I already told you that a reporter is always supposed

ཨཱ་ནི། ད་ཅིག་ང་ཚོ་ཉི་མ་ཉི་མའི་གི་ད་ལས་དོན་གསན་རྒྱུ་དེ་ཚོ་བསྐོས་པའི་སྐབས་ལ་ཡིན་པ་ཡིན་ནས་སྤྱི་ཚོགས་ནང་ལ་གནད་དོན་ག་འདྲའི་ཅིག་བྱུང་བ་ཡིན་ནས། བློ་གཟུ་བོར་གནས་པའི་ཐོག་ནས་ཨ་ཅིག་ད་བོད་མིའི་སྒྲིག་འཛུགས་ད་བོད་མིའི་སྒྲིག་འཛུགས་ཀྱི་སྲིད་ཇུས་གསར་བ་ཡིན་ནས་རེད་ཐག་གཅོད་གསར་བ་ད་མི་མང་གི་འཚོ་བ་དང་ཐད་ཀར་འབྲེལ་བ་ཡོད་པའི་གི་གནད་དོན་ག་འདྲའི་ཅིག་ཡིན་པ་ཡིན་ནས། དེའི་ཐོག་ལ་མི་མང་གི་བསམ་ཚུལ་ག་རེ་ཡོད་བ་མི་མང་གི་དྲི་རྩད་ག་རེ་གནང་གི་ཡོད་བ་དེ་ཚོ་ཁྱེད་བྱས་ཨ་ནི་ད་འབྲེལ་ཡོད་བོད་མིའི་སྒྲིག་འཛུགས་ཀྱི་དབུ་ཁྲིད་རེད་ཚོགས་པ་ཁག་གི་དབུ་ཁྲིད།

ཁེ་ལས་ཀྱི་ཚོགས་པ་ཞིག་རང་ཆགས་ཀྱི་ཡོད་རེད་ཁེ་ལས་ཀྱི་སྒྲིག་འཛུགས་ཆགས་ཀྱི་ཡོད་རེད། དེ་ཡིན་དུས་ཁོང་ཚོ་འགྲོ་བ་ཡིན་ན་གསར་འགྱུར་ག་རེ་སྤེལ་བ་ཡིན་ནའི་ར་གསར་འགྱུར་ཡིན་ནའི་རེད་དམིགས་བསལ་ཆོག་སྒྲིག་གི་ལས་ཚན་ཡིན་པ་ཡིན་ནའི་དེ་ལ་ལྟ་མཁན་ག་ཚོད་ཡོད་པ་ར TRP ཞུ་གི་དང་ཁོང་ཚོས་ག་ཚོད་ཡོད་པ་དེ་ཙམ་གྱིས་ཁོང་ཚོ་ལ་དངུལ་མང་ཞིག་བབ་འདོད་ཀྱི་ཡོད་རེད་བ། དེ་ཡིན་ནའི་ང་ཚོ་བཙན་བྱོལ་ནང་གི་གསར་འགྱུར་ལས་ཁང་འགྲོ་བ་ཡིན་ན་ཐོག་མ་ཉིད་ནས་ཚུད་པའི་སྐབས་ལ་དམིགས་ཡུལ་ལོགས་ཀ་བྱོས་རེད་བ་དམིགས་ཡུལ་ལོགས་ཀ་ཡིན་དུས་དེ་ལ་དཔའ་བའི་གི་ལས་ཀ་བྱེད་སྟངས་དང་དེ་ཚོའི་ལོགས་ཀ་ཅིག་ཡོད་རེད་བསམ་གྱི་འདུག། སྤྱི་ཚོགས་ཀྱི་གནད་དོན་ཅིག་བྱུང་བའི་སྐབས་སུ་གནད་དོན་དེ་ག་འདྲ་བྱུང་འདུག་ག་དུས་བྱུང་འདུག་མི་དེ་མི་སུ་དང་འབྲེལ་བ་འདུག་ལས་དེ་གཙོ་བོ་མ་སོང་བའི་ཐོག་ནས་ཨ་ནི་ཞུས། གནད་དོན་དེ་གིས་ཨ་ནི་ཞུས། མ་འོངས་པ་ལ་ཡང་ང་ཚོའི་སྤྱི་ཚོགས་ལ་ཡང་ཕན་གནོད་ཀྱི་འབྲས་བུ་ག་འདྲ་ཞིག་ཐོན་ས་རེད། ཨ་ནི་སྤྱི་ཚོགས་ལ་ཡང་ཨ་ནི་ཞིག་ང་ཚོས་ཨ་ནི། དེའི་གནད་དོན་དེ་དང་འབྲེལ་ནས་གནད་དོན་ག་རེ་བྱུང་ས་རེད་ཟེར་ཡ་དེ་ད་ང་ཚོ་གི་གསར་འགོད་པ་ཡིན་ན་རེད་རྩོམ་སྒྲིག་པ་ཡིན་ན་རེད་གཙོ་བོ་གི་ད་ཅིག་ང་ཚོའི་ཅིག་དཔྱད་ཞིབ་ཀྱི་དམིགས་ཡུལ་དེ་དེ་ལ་འཛིན་དགོས་ཀྱི་རེད་བསམ་གྱི་འདུག་གནད་དོན་ག་འདྲ་ཅིག་ལ་བལྟ་བ་ཡིན་ནའི་གང་ལྟར་ཨ་ཅིག་དྲང་བདེན་གྱི་འཐབ་རྩོད་པ་ཅིག་བྱེད་ཐུབ་ཡ་ལ་འབད་བརྩོན་དང་གདོང་ལེན་བྱེད་དགོས་ཀྱི་ཡོད་རེད་བསམ་གྱི་འདུག།

གཅིག་དཔེར་ན། རྙོག་དྲ་འགྲོ་བ་དང་དེའི་རིགས་ཀྱིས་ཡིན་ན་ཡང་ན་མི་གཉིས་ཀྱི་བར་དང་ཚོགས་སྡེ་གང་རུང་གཅིག་པར་དེ་འདྲ་བར་ལ་ཡང་གཅིག། ཐུན་མང་དུ་དེ་འདྲ་ཡོད་པ་ཡིན་ན། གལ་ཆེ་ཤོས་གཅིག་དེ་ཕྱོགས་གཉིས་ཆ་གི་སྐད་ཆ་དེ་སླེབས་དགོས་ཡ་དང། ཨ་ནི་དེ་སྐད་ཆ་སླེབས་པ་ཙམ་མ་ཟད་ཡང་མཚམས་མཚམས་སུ་གསར་འགོད་པ་ཁོ་རང་གི་འདི་སྐད་བྱས་ཡ་འདུག་བསམ་ནས་ཡར་དྲི་འབུ་ཡ་དང་ཡང་མཚམས་མཚམས་སུ་ཕར་ཞོག་ཁོ་རང་གི་ད་སོ་སོ་ཅིག་ཡིན་ཟེར་ཡ་གི་ཆིག་བཤད་གི་བར་པ་སོ་སོ་དཀར་བོ་བཟོ་གི་ཡོད་ན་རེད། ཁུངས་སྐྱེལ་བྱེད་གི་ཡོད་ན་རེད་དེ་སོ་སོ་གི་གལ་ཆེན་པོ་བརྩི་ཡ་གི་གནད་དོན་གྱི་བར་བ་ད་ཅིག་ཆ་ཚང་རུ་ཞིག་ཕལ་ཆེར་རྒྱལ་ལུང་ཁག་ཡོངས་ཁག་བར་བ་དེ་ཚོ་ཡང་ཕར་ཞོག་གི་གལ་ཆེན་པོ་བརྩི་ཡ་དེ་དང་ནི་རྒྱལ་ལམ་སྒང་སླེབས་དགོས་ཡ་དེ་ཕལ་ཆེར་གལ་ཆེན་པོ་འགྲོ་ཅིག་ཡིན་རྒྱུ་རེད་བསམ་འདུག་རེད་བ།
ད་ཅིག་གི་སྤྱི་ཚོགས་ཀྱི་གནད་དོན་ལ་ལྟ་སྟངས་དེ་ལ་གཙོ་བོ་དེ་ལྟ་མི་དེ་སྤྱི་ཚོགས་ལ་རྒྱུས་ཡོད་དགོས་ར་སྤྱི་ཚོགས་ལ་རྒྱུས་ཡོད་དགོས་ཡ་དང་དེ་ནི་སྤྱི་ཚོགས་གི་ད་གནས་རིམ་ཡིན་ན་ཆོག་གི་ད་སྤྱི་ཚོགས་ཀྱི། འཕེལ་རིམ་ཡིན་ན་ཆོག་གི་མང་གཙོ་ཡིན་ན་མང་གཙོ་གི་འཕེལ་རིམ་ཡིན་ན་ཆོག་གི་གང་ཡིན་ན་དེ་ཚང་མ་ལ་རྒྱུས་མངའ་ཆེན་པོ་བཟོ་རྒྱུ་དེ་ཧང་སང་གལ་ཆེན་པོར་བཟང་གི་དེ་འདྲའི་རྒྱུས་མངའ་ཞིག་ཡོད་ཡོད་སྒང་ནས་ད་གཟོད་ད་མི་མང་ནང་ལ་སོང་ནས་དྲི་བ་དྲིས་ན་ཆོག་གི་ཁྱེད་ཡར་མཐོ་རིམ་ད་ཕྱུགས་ཟོག་གོ་ནོར་འདི་ལས་མི་ཆེན་པོ་དེ་ཚོ་ལ་དྲི་བ་དྲིས་ན་ཆོག་གི་གང་བཀོལ་ནས་ཡིན་ན་ཡང་ད་ང་ཚོས་དྲི་བ་འདྲི་སྟངས་སྒང་ནས་ཁོ་ཚོ་ལ

སྤྱི་ཚོགས་ཀྱི་སྐྱོན་བརྗོད་ལས་དེ་ལྟ་ཇི་ལྟར་ལྟ། སྤྱི་ཚོགས་གོ་བ་ཡིན་པ་ཡིན་ནའི་སྐྱོན་བརྗོད་མེད་མེད་ཀྱི་སྤྱི་ཚོགས་ཅིག་ཡོད་རྒྱུ་མ་རེད་རོ། ང་ཚོའི་སྤྱི་ཚོགས་དེ་ལྟ་སྤྱི་ཚོགས་གཞན་པ་དང་མ་འདྲ་བ་འདི་གལ་མ་རོ། དེ་སོང་ཙང་ངས་སྤྱི་ཚོགས་ཀྱི་སྐྱོན་བརྗོད་བྱེད་ཀྱི་འདུག་ལས་དེ་རང་བཞིན་རེད་བསམ་གྱི་འདུག་ལྟ་ཅི་ང་ཚོ་ཨིན་ཇི་ནང་ལ་བཤད་སྲོལ་ལ Glass Half Full ལས་སྦྱོར་བ།

སོ་སོ་ལ་སྐྱོན་བརྗོད་ཡོང་གི་ཡོད་པ་དེ་གཞི་རྩ་འདུག་མི་འདུག་དེ་བཅས་བརྟག་དཔྱད་བྱེད་དགོས་གལ་ཆེན་པོ་རེད་བསམ་གྱི་འདུག་ཡང་སྣང་མེད་བཏང་ཨེ་རྩ་བ་ཉིད་ནས་ཡང་མ་རེད་ལ་སྣང་མེད་བཏང་བཞག་ཨེ་ཡོད་རེད་བསམ་གྱི་མི་འདུག་ར་གཞི་རྩ་ཡོད་ན་དེ་ཚོ་ད་གཅིག་བཟོ་བཅོས་རྒྱབ་ཀྱི་རྒྱབ་ཀྱི་བྱེད་འོས་ན་ད་ང་ཚོ་ཚང་མ་ལོ་ལས་ཀ་བྱེད་ཀྱི་བྱེད་ཀྱི་སྦྱང་གི་སྦྱང་གི་འགྲོ་གོ་ར་དེ་སོང་ཙང་ཨ་ནི་གཅིག་སྦྱང་གི་སྦྱང་གི་ལ་ཡང་བཟོ་བཅོས་རྒྱག་གི་རྒྱག་གི་ཡར་རྒྱས་བཏང་གི་བཏང་གི་འགྲོ་ཨེ་ཡོད་རེད་བསམ་གྱི་འདུག། ཕྱི་ལྟར་འདི་ལྟར་སྐྱོན་བརྗོད་ལ་ངས་འདི་ལྟར་བྱེད་ཁ་ཤོག་རེད། སྤྱི་བཏང་ནས་སྐྱོན་བརྗོད་ཞུ་ཡ་འདི་ངའི་བསམ་པ་ལ་ཡོང་ཆོག་པ་བཅས་རེད་བསམ་གྱི་འདུག་ཡོང་དགོས་ཡས་ཡོད་རེད་བསམ་གྱི་འདུག་སྐྱོན་བརྗོད་དོན་དམ་པ་ཅིག་ཡིན་པ་ཡིན་ན་རང་ཉིད་ཀྱི་ལས་དོན་ཡར་རྒྱས་བཏང་ཆོག་ལས་ཕན་གྱི་རེད། འདི་ཡོང་དགོས་ཡས་ཅིག་རེད་བསམ་གྱི་འདུག་ཨ་མདའ་གང་ལྟར་ད་ལྟ་ཁྱེད་རང་གི་དྲི་བ་ནང་ལ་གསུངས་པ་ནང་བཞིན་ད་བཙན་བྱོལ་ནང་གི་གསར་འགོད་པ་ལ་སྐྱོན་བརྗོད་མང་པོ་ཅིག་ཡོང་དགོས་རེད་གསུངས་དུས་ད་འདི་ང་ཚོའི་དབྱེ་བ་ད་ཆེས་ཐུང་མ་རེད་གང་ལྟར་མི་མང་ལ་སྐབས་རེ་ཐུགས་ཁག་ཡོག་མ་རེད་བསམ་གྱི་འདུག་དེང་སང་དུས་ཚོད་ཁོ་རང་སྤྱི་ཚོགས་འབྲེལ་མཐུད་ཀྱི་དྲ་རྒྱའི་དུས་ཚོད། སྤྱི་ཚོགས་འབྲེལ་མཐུད་དྲ་རྒྱའི་གི་དུས་ཚོད་ཆགས་ཀྱི་ཡོད་རེད། སྤྱི་ཚོགས་འབྲེལ་མཐུད་དྲ་རྒྱའི་གི་དུས་ཚོད་དེའི་སྐབས་ལ་མི་མང་ལ་ཡིན་པ་ན་གནས་ཚུལ་ག་འདྲ་ཞིག་ཡིན་པའི་ནས་སྐར་ཆ་སྐར་ཆ་ན་ལོ་ལ་མཐོང་ཆོག་ཆོག་ལྟ་ཆོག་ཆོག་ཡོད་རེད། དེ་འདྲའི་ཡོད་དུས་བསམ་པ་ལ་གསར་འགོད་པས་གི་གནས་ཚུལ་དེའི་སྐོར་ལ་གནས་ཚུལ་མ་སྤེལ་གོང་ནས་མི་མང་ལ་གནས་ཚུལ་དེ་ཁྱབ་ཚར། ཁྱབ་ཚར་དུས་བསམ་པ་ལ། མི་མང་ལ་གནས་ཚུལ་དེ་བདེན་པ་ཡིན་པན་དང་བདེན་པ་མིན་པ་དེ་ཁྱད་པར་ཡོད་མ་རེད་ཁོ་གནས་ཚུལ་དེ་ཕ་གིར་སླེ་ཚར་རེད། སླེ་ཚར་དུས་མི་མང་གི་མངལ་ནས་ད་དེའི་དེའི་ཐོག་ལ་སེམས་སེམས་པ་ན་ལོ་ལ་ཐག་གཅོད་ཅིག་བྱེད་ཚར། ད་ལྟའི་བརྒྱུད་རིམ་འདིའི་ཁྲོད་ལ་སེམས་རྒྱུད་ལས་ཀ་གསར་འགོད་པའི་དགེ་རྒན་དེ་ད་དེང་སང་གི་དུས་ཚོད་ལ་ཉན་དེ་བས་གལ་ཆེ་རུ་འགྲོ་བ་རེད་བསམ་གྱི་འདུག་ཨ་ནི། གསར་འགོད་པས་གི་སེམས་རྒྱུད་དེ་སྤེལ་བའི་སྐབས་ལ་དེའི་གོང་ལ་ཞུས་པ་ནང་བཞིན་གནས་ཚུལ་དེའི་ཐོག་ལ་རྟོག་ཞིབ་བྱེད་དགོས་འོག་རེད་གནས་ཚུལ་དེའི་ཐོག་ལ་འབྲེལ་ཡོད་ཚོ་ལ་བཅར་འདྲི་ཞུས་དགོས་འོག་རེད་ད་ག་ནང་བཞིན་གནད་དོན་དབྱེ་ཞིབ་པ་ལ། བཀའ་འདྲི་ཞུ་དགོས་འོག་རེད་ད་ང་ཚོ་སྤྱི་ཚོགས་དྲོ་ན་གནད་དོན་དབྱེ་ཞིབ་པ་ཡི་དོན་ཡ་མི་འདུག་ཨ་དེང་སང་འདི་མེད་དུས་ང་ཚོ་ཉམས་ཞིབ་དོན་ཡ་མང་པོ་བྱེད་དགོས་འོག་རེད་ཨ་འདི་འདྲའི་གི་དུས་ཚོད་དེ་ད་འདི་སྒོར་བས་གི་དུས་ཚོད་གི་བརྒྱུད་རིམ་འདིའི་པར་ར་དེ་ལ་མི་མང་ལ་སྤྱི་ཚོགས་འབྲེལ་མཐུད་དྲ་རྒྱལ་མང་པོ་ཅིག་ཁྱབ་ཚ་དུས་ཁོ་རང་ཚོ་ཐག་ཅིག་ཆོད་ཡོད་དུས་ཨ་ནི་ཁོང་ཚོའི་གི་ད་བརྒྱུད་རིམ་འདིའི་ཁྲོད་ལ་ནི་ནོར་འཁྲུལ་དང་སྐྱོན་ཡོན་ཡ་དེ་མང་པོ་ཅིག་དེ་ནས་མཐོང་དགོས་ཡ་རེད་བསམ་གི་འདུག་ད་དེ་ནས་གཉིས་པ་ཅིག་ངས་འདི་བསམ་གི་འདུག་སེམས་རྒྱུད་དང།

ད་གསར་འགོད་པ་ཡིན་ནའི་སྤྱི་བཏང་གི་སྤྱི་ཚོགས་ཀྱི་འགན་ཆེན་པོ་ཅིག་ཡོད་པ་རེད་དེ། ཨན་གྱི་དབང་པོ་ལྔ་ལ་བརྟེན་པའི་གི་གང་ཟག་ཅིག་ཡིན་པའི་ཆ་ནས་སོ་སོ་གི་ཅིག་མ་གཞི་མ་ལྕོགས་པ་དང། མ་གསུམ་མ་འདོད་བཞིན་དུ་ནོར་འཁྲུལ་ཤོར་གི་ཡོད་རེད། ནོར་འཁྲུལ་ཤོར་བའི་སྐབས་དེ་ལ་ད་ཅིག་སྤྱི་ཚོགས་ཀྱི་སྐྱོན་བརྗོད་དང་ཁག་སྟོང་ཡོང་གི་ཡོད་རེད་ལ། ཡོང་དགོས་བ་ཅིག་ཡང་ཆགས་ཀྱི་ཡོད་རེད། ཨན། སོ་སོ་ནོར་འཁྲུལ་ཤོར་བའི་སྐབས་སུ་སྐྱོན་བརྗོད་དང་ཁག་སྟོང་ཡོང་བསྡད་པ་དེ་གིས། གསར་འགོད་པ་གིས་མ་འོངས་པ་ལ་ཅིག་གཟབ་ནན་བྱེད་དགོས་ཡ་དང། མ་འོངས་པ་ལ་སྐྱོན་དེ་འདྲ་ནོར་འཁྲུལ་དེ་འདྲ་མ་ཡོང་ཡ་ལ་ཅིག་སོ་སོ་གཟབ་ནན་བྱེད་དགོས་ཡ་གི་ཕན་ཐོགས་ཅིག་ཡོང་གི་ཡོད་འདུག་ང་ཚོས་ག་དུས་ཡིན་ན་ད་ཅིག་སོ་སོའི་ནོར་འཁྲུལ་ཤོར་བའི་སྐབས་སུ་ནོར་འཁྲུལ་དེ་ངོས་ཟིན་པ་དང། དེ་ལ་ཡ་དཔྱད་ཞིབ་བྱེད་ནས་ཅིག་ཟུར་བཅོས་རྒྱག་དགོས་ཡ་སྟེ། གསར་འགོད་པ་ཁོ་རང་ཚོའི་ཏང་གསར་འགོད་པ་ང་རང་ཚོའི་གི་འོས་འགན་ཅིག་ཆགས་བསྡད་ཡོད་རེད། དེ་ནས་ད་དེང་སང། དབྱང་གཅིག་ཡོད་ཁ་སྟོང་དང་སྐྱོན་བརྗོད་རིགས་མང་པོ་ཅི་ཡོང་གི་ཡོད་པའི་རྒྱུ་རྐྱེན་གཞན་གཅིག་ལ་བལྟ་བ་ཡིན་ན། ད་ང་ཚོའི་སྤྱི་ཚོགས་ནང་གི་ཉན་པ་པོ་དང་ལྟ་མཁན་ཀློག་མཁན་མང་པོ་ཅིག་གིས་མང་པོ་ཅིག་ནས་ཨང་གཅིག་སྐད་ཆ་སྙན་པོ་དང་གནས་ཚུལ་ཡག་ག་རྐྱང་རྐྱང་གོ་དགོས་ཡག་སུ་འགྲོ་དེ་འདྲའི་གི་བསམ་བློ་ཅིག་གཏོང་དགོས་འདུག་བསམ་གི་འདུག་དེ། བསམ་བློ་གཏོང་གི་ཡོད་པ་དེ་གང་དག་ད་ང་ཚོ་ཅིག་སྤྱི་ཚོགས་ཆེ་ཆུང་ལ་མ་ལྟོས་པའི་ང་ཚོ་སྤྱི་ཚོགས་ཅིག་གི་ནང་ལ་ཡོད་དུས་ཨ་ནི་ཅིག་ཁོ་ནི་ཚོ་ཡལ་ག་དང་དུལ་བ་ག་རེ་ཡིན་ན་ཤོང་སྲིད་པར་བ་དེ་ཁོ་སྤྱི་ཚོགས་ཀྱི་རང་བཞིན་ཅིག་ཆགས་ཀྱི་ཡོད་དུས་ཨ་ནི་ཅིག་བརྒྱུད་ལམ་ཁ་ལ་གསར་འགྱུར་གྱི་བརྒྱུད་ལམ་ཡིན་ན་རེད་སྤྱི་ཚོགས་འབྲེལ་མཐུད་ཀྱི་དྲ་ལམ་ཡིན་ན་རེད་གང་དག་ཅིག་ནི་ཚོ་བདུད་པོ་འགྲོ་ཞིག་བྱུང་བའི་སྐབས་སུ་ཨ་ནི། འདི། ཅིག། མ་འོངས་པ་ལ་ང་ཚོའི་སྤྱི་ཚོགས་ལ་ཡང་ཕན་གནོད་ཀྱི་ཆ་ག་རེ་ཡོང་གི་འདུག་དེ་ལ་བསམ་བློ་གཏང་དགོས་ཡ་མ་གཏོགས་ཅིག་གིས། ཅིག། སྐྱོན་དང་ནོར་འཁྲུལ་དེ་ང་དང་འབྲེལ་བ་ག་འདྲ་འདུག་དང་མ་འདུག་ཟེར་དེ་འདྲའི་གི་བསམ་བློ་ཅིག་གཞི་རྩ་བཞག་ནས་བསམ་ད་ཅིག། ང་ཚོ་ཅིག་བསམ་ཚུལ་སྤེལ་བསྡད་པས་ན་ཨ་ནི་གང་ལྟར་ང་ཚོའི་སྤྱི་ཚོགས་དེ་ལ་ཡང་ཅིག་འཕྲུག་ཐེབས་ཡ་དང་དེ་འདྲའི་ཅིག་ལབ་ལངས་མང་པོ་ཅིག་ཡོང་བསྡད་ཅེས་ཆག་གོ་ར་བ། ད་གང་ལྟར་དེ་ང་ཚོའི་གི་སྤྱི་ཚོགས་ཀྱི་དཀའ་ངལ་ཞིག་རེད་ཞེས་ད་འདི་བྱ་ལ། ང་ཚོས་ཅིག་སྐྱོན་དང་ནོར་འཁྲུལ་གྱི་རིགས་ག་འདྲ་འགྲོ་ཅིག་བརྒྱུད་ལམ་ལ་སླེབས་པས་ཡིན། ཨིན་ཞིག་ང་ཚོས་ད་དེ་སྐྱོན་དང་ནོར་འཁྲུལ་དེ་མ་འོངས་པ་ལ་མི་འབྱུང་ཡག་གི་ལམ་ཁ་ཅིག་ལ་འགྲོ་གི་ཡོད་པ་གི་ངོས་འཛིན་དང་ཨནི་དེ་དེ་བཞིན་གི་མ་འོངས་པ་ལ་གནས་ཚུལ་དེ་འདྲ་མ་ཡོང་ཡག་གི་ཆེད་དུ་ང་ཚོས་ཅིག། ཚང་མས་ངོས་ནས་དེ་ལ་ཡ་དོ་ཁུར་དང་ཨན་ཅིག་ལམ་སྟོན་རྒྱབ་སྐྱོར་བྱེད་དགོས་ཏེ་ཚང་མས་འགན་ཅིག་ཆགས་ཀྱི་ཡོད་རེད་ལ་ཨན་ཅིག་དེ་དེ་བཞིན་གྱི་ང་ཚོ་ཅིག་སྤྱོད་ཚོགས་ཀྱི་དྲ་ལམ་ལ་ཡ་ཅིག་བསམ་ཚུལ་སྤེལ་བ་ཡིན་ན་རེད་ཁོ་ཆ་ཤིག་ག་འདྲ་ཅིག་གླེང་གི་ཡོད་ནའི་ཨན་ཅིག་དེ་བསམ་བློ་བཏང་དགོས་དང་བསམ་ཞིབ་བྱེད་དགོས་ཏེ་ཧ་ཅང་གལ་ཆེན་པོ་རེད་ཅིག་ཆགས་ཀྱི་འདུག་བསམ་གྱི་འདུག། ད།
གཙོ་བོ་དེ་ངས་གར་མཐོང་གོ་དེ་ལ་ན་ད། མི་ཚང་མས་མི་ཚང་མ་ལ་ཨ་ནི་སོ་སོ་སོ་སོ་གི། དབང་ཆ་དེ་གར་ཡོད་ལ་ན་སོ་སོ་བསམ་ཚུལ་ཉག་རེ་སྦྱོར་རོགས། ད། སྤྱི་ཚོགས་ནང་ལ་མི་མང་པོ་ཡོད་ཙང་ཨ་ནི་ད་ནི་སོ་སོ་བསམ་ཚུལ་འདྲ་མིན་ཐོང་འདྲ་མིན་དོན་གྱི་རེད་ཨ་ནི། ད་ང་ཚོས་ཀྱི་ད་ཅིག་བྲིས་བཞག་པ་དེ་ལ་ཨ་ནི་ཁ་ཤས་ཀྱིས་དགའ་ཡོད་ཨ་ཁ་ཤས་མ་དགའ་བ་ཡོང་གི་རེད། ད་དེ་ཡོང་སྲིད་པ་རེད། ད་ཡོང་མ་སྲིད་པ་སྐད་ཆ་མི་ཁྱད་འབྲེལ་ཡོད་མ་རེད། ད་བྱས་ཙང་ཨ་ནི་ད་ཡོང་སྲིད་པའི་གནས་སྟངས་ཅིག་ཡིན་པ་ཙང་ཨ་ནི་ང་ཚོ་གི་ད།

གསར་འགོད་པ་དེ་ཚོ་ཡེ་ནས་རེད་རྩོམ་སྒྲིག་པ་ཡེ་ནས་རེད། གཅིག་བྱས་ན་བརྟག་དཔྱད་མ་ཐུབ་པ་གཅིག་གནས་ཚུལ་གཅིག་གང་ལ་རེ་བ། ཨ་ནི། མ་ཡིན་གྱི་ཡིན་པ་མང་པོ་ཤོར་བ་དང། ཡང། མཚམས་མཚམས་སུ་རྩོད་གླེང་རིགས་དང་དེའི་རིགས་ཡོད་དུས་ཚངས་པ། ཨ་ནི། སོ་སོ་གི་དུས་གཅིག་གི་ཕྱོགས་དེ་དཔེ་མང་པོ་བཏོན་ཡོང་ཡ་རེད། ཨ་ནི་རྩོམ་ཡིག་རུ་དེ་འདྲ་བཏང་བ་ཡིན་ན་ཨ་ནི་རྩོམ་ཡིག་དེའི་ནང་ལ།

མང་ཚོགས་ཀྱི་སྐྱོན་བརྗོད་བྱས་ཏེ་གསར་འགོད་པ་གི་དཀའ་ངལ་དེ་སེལ་ཐུབ་ཡོད་ཀྱི་ཡོད་མ་རེད་བསམ་ལ་སོ།
དེ་གི་ད་སྤྱིར་བཏང་གི་སྤྱི་ཚོགས་ནང་ན་སྐྱོན་བརྗོད་མང་པོ་ཞིག་ད་གསར་འགོད་ཀྱི་སྒང་ཡོང་གི་ཡོད་ར། ད་དེ་རྒྱུ་རྐྱེན་ང་རང་གིས་ན་དེའི་རྒྱུ་རྐྱེན་དེ་ག་རེ་ཟེར་ན། ང་ཚོས་ད་འདིའི་གསར་འགོད་ཀྱི་བརྒྱུད་ལམ་དེ་བོད་པ་སྤྱི་ཚོགས་སྒང་ན་ད་རེས་ནས་ད་ལོ་མང་པོ་འགོར་ཡོད་མ་ར། དེ་ནས་འདི་ད་རེས་ནས་ད་བརྙན་བརྙན་ལམ་གྱི་བརྒྱུད་ལམ་ཡིན་ན་ཆོག་གི་གང་གི་ཡིན་ན་བརྒྱུད་ལམ་འདི་ད་རེས། འགྱུར་གྱི་བར་ཀློག་འདི་ལ། སྤྱི་ཚོགས་ཀྱི་བརྒྱུད་ལམ་དེ་ཤུགས་ཆེན་པོ་ཟིག་སླེབས་སོང་བ། དེ་གཉིས་ཀ་མཉམ་དུ་སླེབས་ར་དེ་གཉིས་ཀ་མཉམ་དུ་ཅིག་སླེབས་རྒྱུ་དེའི་བར་ལོ་ད་ནི་མི་མང་གི། སྤྱི་ཚོགས་ཀྱི་བརྒྱུད་ལམ་དང་གསར་འགོད་ཀྱི་བརྒྱུད་ལམ་གཉིས་ཀ་དབྱེ་བ་ཀིར་མ་ཐོ་བ། དེ་འདྲ་གི་ཚོར་བ་ཞིག་ཡོང་གི་འདུག་ཨ་ནི་དེ་འདྲ་ཅིག་ཡོང་ལ་ཚར་ལ། ད་དེའི་བར་ཀློག་ད་ནི་འཕྲུག་གིས་ཆེ་སོང་འཕྲུག་ཆགས་ཀྱི་བར་ཀློག་ད་ནི་ཨ་ནི་ཡང་གསར་འགོད་པ་ལ་སྐྱོན་བརྗོད་ཡོང་ཡ། འོ་དེ་འདྲ་འདྲ་ཅིག་ཡོང་གི་མེད་འགྲོ་བསམ་གི་འདུག། Word Differences དུས